དེ་ནས་ང་ཚོ་དཔལ་ནཱ་ལེནྡྲའི་རྒྱལ་རིགས་འཛུགས་པའི་ཚོགས་མི་ཚང་མ་ལོག་ལ་འཚམས་འདྲི་དག་བཅས་ནས་སློབ་དཔོན་ཕྱོགས་གླང་པོའི་རྨད་དུ་བྱུང་བའི་ལེགས་བཤད་དང་གསུང་རྩོམ་ངོ་སྤྲོད་ཀྱི་སྡེ་ཚན་གྱི་ད་དང་པོ་སྡེ་ཚན་དྲུག་པ་ཡན་ཆད་དེ་ངོ་སྤྲོད་ཞུས་ཟིན་པ་རེད་ད། དང་པོ་སྤྱི་ལོ་ཉིས་སྟོང་བཅུ་དགུ་ལོའི་སྤྱི་ཟླ་བཅུ་པའི་ཚེས་པ་བཅུ་ཉིན་མ་དེ་རེད་ད། དང་པོ་སྡེ་ཚན་དྲུག་པ་ཡན་ཆད་ཞུས་ཟིན་པ་ཡིན་ད། ད་དང་པོ་དེའི་ཁྲོད་ཀྱི་དམད་ཆ་དེ་སྡེ་ཚན་བདུན་པ།

མཛད་པ་པོ་སློབ་པའི་ཕྱོགས་ནང་ཆེ། ད་འདི་ཅག་གི་ནི་བོད་སྐད་ལ་ཚུར་བསྒྱུར་མཁན་གྱི། ལོ་ཙཱ་བ་དང་དཔེ་འདི་དག་དེ་ཚོའི་སྐོར་ལ་ཡང། འགྱུར་བྱང་གི་ནང་དུ་འདི་གསལ་བྱེད་ད་འགྱུར་བྱང་འདི་བསྟན་འགྱུར་ཡིན་མིན་ཙམ་བསྟན་འགྱུར་དཔེ་དུ་མའི་ཚད་མ་འདི་ཚོའི་ནང་ནས་པོད་སྦྱར་བ་ཅི། ཐེ་བང་འདྲ་དགུ་བཅུ་གོ་བདུན་པ་དེའི་ཤོག་གྲངས་ཉི་ཤུ་རྩ་དགུའི་ནང་ལོག་གི། འཇུག་བྱང་འདི་ལ་འདི་གསལ་བྱ། འཇམ་དཔལ་མགོན་པོའི་བཀས་བཀོད་ཕྱོགས་ཀྱི་གླང་པོའི་བསྟན་བཅོས་རྒྱ་མཚོ་རྟ་ཚབ་སྟེ། རིགས་ལྡན་རྒྱལ་པོའི་བཀས་བཀོད་ནོར་བཟང་གསུང་མཛད་ཅེས་བྱ་དེ་དུས་བཤད་མཁན་དང་ཟོལ་བཅུར་བསྟན་པའི་བཀས་བཀོད་དགེ་བསྙེན་སེང་རྒྱལ་ཞེས་བྱ་ཞྭ་མ་ལོ་ཚད་བསྒྱུར། གེ་གང་བསུན་ནས་བཀས་བཀོད་འགྲོ་མགོན་རིགས་ལམ་ལ་ནས་བྱང་ཆུབ་ཉོ་ཐབས་ཤོག་གསུངས་པ་ནང་བཞིན། ཨོ་ད་དེ་ན་རེ་གཙོ་བོ་དེ་རྒྱ་གར་གྱི་མཁས་པོ། ཨ་ནེ་ཡན་སུ་དཱ་ན་ར་ཤི་ད་དང་བོད་ཀྱི་ལོ་ཙཱ་བ་ཨེ་ནེ་ཀི་གཉིས་གཞས་མ་སེང་རྒྱལ་གྱི་རིག་བྱེད་ཀ་ནས་བུ་ག་རེ་འཚོལ་རྒྱུ་རེད། བསྟན་བཅོས་གཅིག་ཆགས་ཀྱི་ཡོད་རེད་དཱ་བསྟན་བཅོས་དེ་བུ་ག་ལ་རྒྱུ་རེད་ན་རོ་ནས་དེ་གི་བསྟན་རྒྱུ་དེ་ནང་བཞིན་གྱི་གཉིས་པ་དེ་རེད་ཡ་ཅོ་ནེ་གསུམ་པ་དེ་རེད་ཡ། ཨེ་ནེ་བསྟན་རྒྱུ་པི་ཏུ་མ་བྱས་ཁ་གསུམ་ན་རེ་བཞུགས་ཤག་ཡིན་པས་ནས་ཆོས་ཚན་འདི་ད་ལྟ་པི་ཅིང་གི་བསྟན་རྒྱུ་དང་སྣ་ཐང་བསྟན་རྒྱུ་གཉིས་ན་རོ་ལ་གོང་གི་གཞས་མ་ལོ་ཙཱ་བའི་རྒྱུ་ར་དེ་གསལ་ཡོད་མ་རེད།

དེ་ལས་ཅི་གི་སྨྲས་ཚེ་དེ་ལས་དེ་ཡོད་མ་རེད། ཅི་ཡང་ཚད་མ་ཀུན་འདུས་རྩ་འགྲེལ་གཉིས་ནང་ནས་རྩ་བ་ཡིན་པ་གཅིག་པ་རེད་ཡིན་ན་ད་བསྟན་འགྱུར་གྱི་པར་མ་ཁག་ལ་བཞུགས་ཀྱི་ཡག་མ་འདྲ་ད་ནི་ལོ་ཙཱ་བ་འགྱུར་རེ་ཁག་གཉིས་ཆགས་རེ་འོ་དེའི་ཐོག་ནས་ཁྱད་པར་ཅི་ཕྱིན་པ་རེད་ད་དེའི་བསྟན་བཅོས་ཁོ་རང་གི་གཞུང་དངོས་ནང་ལ་བལྟས་པ་ཡིན་ན་ད་ནི་གཞུང་དངོས་ཀྱི་ད་འཇུག་བྱའང་དང་དེ་ནང་བཞིན་གྱི་འགྱུར་བྱའང་འོ་དེ་གཉིས་ལ་བལྟས་པ་ཡིན་ན་དཔེར་ན་དེའི་ཁུངས་དེའི་བསྟན་འགྱུར་པོད་དུ་མའི་ཚད་མ་པོད་བཅར་རམ་ཅེས་དེ་བར་ན་དགུ་བཅུ་གོ་བ་བསྟན་པ་དེའི་ཤོག་གྲངས་ད་ནི་ལྔ་བཅུ་ང་བཞིའི་ནང་ལོགས་ལ། དེ་འདི་སྲས་ཤ་ཚལ་མ་ཀུན་ལས་བཏུས་པ་རྩོད་པ་པ་ཆེན་པོ་ཤིན་ཏུ་ཕྲ་བའི་ཐུགས་མངའ་བ་སློབ་པའི་མཆོག་གི་ལམ་གྱི་མཛད་པ་རྫོགས་སོ་ཞེས། མཛད་པ་པོའི་མཚན་འདིའི་ཆེ་རུ་བ་ཕྱི་དུས་དང་བཅས་པ་གཅིག་གིས་ད་འདི་ནས། འཇུག་གི་འགྱུར་བྱང་དང་བཅས་པ་དེའི་ནང་ལོགས་ལ་ཚིགས་བཅད་ཀྱི་ཐོག་ནས་འདི་གསུངས་བྱ། ཕྱག་ན་ཀུན་གྱི་ཕས་ཀྱི་གོ་བ་རྣམས་འཇོམས་པར་བྱེད་ལ་གླང་པོའི་སྟོབས་ལྡན་པ་ཕྱོགས་ཀྱི་གླང་པོའི་གཞུང་ཀུན་ལས་བཏུས་པ་བདག་ཉིད་ཀྱིས་ནི་བརྗོད་པ་ལ་བརྟེན་ནས་ཤིས་པའི་དགེ་གནས་གཙུག་ལག་ཁང་གནས་སུ

གང་མཉེས་བྱ་སྟེ་རུ་གྱུར་གཉིས། འདི་ཡི་འགྲོས་དང། བསྟན་བཅོས་འདི་ཡི་ཡང་དག་ཅིག་གོང་དང་མ་འདྲ་ཅིག་སྟེ། ད་ལྟ་དང་པོ་དེ་ལ་པི་ཅིན་བྱ། གཉིས་པ་དེ་ལ་ཡ། ཨེ་ནི་ན་ཐང། ཨེ་ནི་གསུམ་པ་དེ་ལ་ཡ་བསྟན་འགྱུར་པི་ཏོ་མ་ཁ་གསུམ་ན་ལ་ཞུགས་ཡོད་དེ་ཡིན་པས་ན་ཡང་ཚུལ་ཚན་འདི་འདི་གི་བསྟན་འགྱུར་དང་བཅོས་འདྲི་བསྟན་འགྱུར་གཉིས་ན་ལ་ཞུགས་ཡོད་མ་རེད་དེ་ཡིན་དུས་དམ་ཚིག་གི། གོང་གི་འདི། ག་རེ་ཡོད་རེད་ཟེར་ན་དཔེ་སྤྱི་དང་སྣ་ཐ་ན་ལ་མ་ཞུགས་པ་བྱས། ད་ད་ལྟའི་འདི་ཡན་དེ་གི་ད་བསྟན་རྒྱུ་ལ་མ་ཞུགས་པ་བྱས་དེ་ཡིན་དུས་བསྟན་རྒྱུ་པ་མ་བཞིའི་ནང་ནས་ཨེ་ནི་ཁག་གཉིས་གཉིས་ད་གྲྭ་བ་ཁོ་རང་གི་སྤྱི་ཡོངས་ཀྱི་འགྲོ་སྟངས་དང་ཁུངས་གཏུགས་ས་དང་དེ་འདྲས་ཚོ་ནི་རེ་གཉིས་གཉིས་གསལ་གཉིས་གཉིས་ལ་མི་གསལ་བའི་ཁྱད་པར་དེ་འདྲས་ཡོང་གི་འདུག་དེ་ཡིན་དུས་བསྟན་བྱ་མི་བྱ་ཁག་གཉིས་རབ་བྱེད་ཞུགས་ཡོད་རེད་དེ་ཡིན་དུས་ད་བསྟན་རྒྱུ་གི་ནང་ནས་ཞུགས་མ་ཞུགས་ཀྱི་ཁྱད་པར་ཡོད་པ། བསྟན་འགྱུར་དཔེ་དུ་མའི་ནང་ལོ་ལེགས་ཡན་ཁག་གཉིས་ཆ་ལ་བཀོད་ཡོད་པ་ཡིན་ཙང་གཉིས་ཆ་གི་ངོ་སྤྲོད་ཤོས་དེ་རེད། དེ་འདྲའི་རྗེས་ནས་གང་ལྟར་གོང་ལ་ཚད་མ་ཀུན་བཏུས་ཀྱི་རྩ་བ། ཆུ་ཚན་བཅུ་གཉིས་པ་དེ་རེད་ད་བཅུ་གཉིས་དེ་ལ་བསྟོད་ཆ་དང་སྨད་ཆ་བྱེད་ཁག་གཉིས་བྱས་ད་བསྟོད་ཆ་དེའི་ཀ་པ་དེ་ད་ལྟ་གོང་ཞུས་པ་ན་བྱས་ཏེ་རྒྱ་གར་གྱི་མཁན་པོ།

དགེ་བ་དེ་རེད་ད་ཀུན་འདུས་རང་འགྲེལ་དེ་ལས་ཡང་རྩ་བ་ནང་བཞིན་བྱས་ནས་བསྟན་འགྱུར་གྱི་ནཱ་ལ་ལ་ཞུགས་མ་ཞུགས་དང་ལོ་ཙཱ་བའི་འགྱུར་གྱི་ཁྱད་པར་ཅི་བྱས་ཁག་གཉིས་ཞུགས་ཡོད་རེད་འོ་ད་འདིའི་ནང་ནས་ད་བསྟོད་བྱ་དེ། ཚད་མ་པོས་ལྕགས་རམ་ལྕེ་ནཱ་ལ་ལ་རྒྱག་ར་སྐད་དུ་པདྨ་ནཱ་ས་མུ་ཙཱ་ཡ་བི་ཏི་སེ་དེ་རེད་བོད་སྐད་རེད་ཨ་ནི་ཚད་མ་པོ་ལས་བཏུས་པའི་འགྲེལ་པ་འདི་ཡིས་ད་རྩོད་པ་བ་ཆེན་པོ་ཤིན་ཏུ་བཀྲ་བའི་སྡུག་བསྔལ་བ་སློབ་པའི་ཕྱོགས་ཀྱི་ལམ་གྱི་མཛད་པ་བྱས་དེ་ནས་བསྒྱུར་མཁན་དེ་རྒྱ་གར་གྱི་མཁན་པོ་བ་སུ་དཱ་ར་ཨ་ནི་རབ་ཤི་ད་དང་ད་ཀ་ཤི་ར་ཡ་ཨ་ནི་དེ། དེ་ཅག་གི་མཚན་དེ་བལྟས་ཚེ་བཀོད་དང་མ་འདྲེས་འོད་དུ་གང་དག་རབ་ཞིབ་དང་རབ་ཞི་ལ་ཆགས། ང་ནི་བོད་ཀྱི་ལོ་ཙཱ་བ་འགས་ཉིན་ཞག་མ་ཟིན་རྒྱལ་གྱི་གྱུར་ཅིག་ཞུས་ནས་གཏན་ལ་ཕབ་པ་ཅིག་ཆགས་བསྡད་ཡོད་རེད། དེ་ནས་བསྟན་བཅོས་འདིའི་ད་ལྟ་ཁུངས་འདི་གཞུང་དངོས་ཀྱི་འགྱུར་ཕྱག་ནང་ལ་བསྡད་པ་ཡིན་ནོ། ཨོ་ལ་ཙཱ་ད་འདི་གཞུང་དངོས་ཀྱི་འགྱུར་ཕྱག་གི་ཁུངས་འདིའི་ད་ལྟ་བསྟན་བཅོས་པི་ཏུ་མའི་ཚད་མའི་པོད་བཅའ་རུ་འབྱེད་བདེ་བ་འདྲ་དགུ་བཅུ་གོ་བདུན་པ་འདིའི་ཤོག་གྲངས་ཉིས་བརྒྱ་སུམ་ཅུ། ནི་སོ་བཞིའི་ནང་ལོགས་ལ་འདི་བཀོད་ན་ཤ།

བཤད་མ་སེང་གེ་བྱ་བ་ཡིན་ཙང་དེའི་འགྱུར་ཕྱག་འགའི་སྨོན་ཚིག་དེ་གཅིག་པ་གསལ་བསྡད་ཡོད་རེད་དེ་ནས་ད་བསྟན་འགྱུར་ཞུགས་པའི་དབང་དང་མི་ལན་གཅིག་པ་རེད་བདེ་སྐྱིད་བསྟན་འགྱུར་བྱས་དང་པོ་དེ་ལ་གཉིས་པ་དེ་ལ་པེ་ཅིན་བསྟན་འགྱུར་ད་གསུམ་པ་དེ་ལ་དེ་ལྟ་ན་ཐང་བསྟན་འགྱུར་ཨ་ནི་དེ་ནས་བཞི་པ་དེ་ལ་ཅོ་ནེ་བསྟན་འགྱུར་དེ་ནས་ལྔ་པ་དེ་ལ་ཡང་ད་ལྟ་བསྟན་འགྱུར་པི་ཏུ་མ་བྱས་ཨ་ནི་ད་ལྟ་བརྒྱད་པ་དེའི་བསྟན་འགྱུར་པི་ཏུ་མས་མཚོན་པའི་བསྟན་འགྱུར་པ་མ་ཁ་ལྔ་ཆ་ནོར།

ཀུན་གྱི་ཕས་ཀྱི་བསྒོ་བ་རྣམས། འཇོམས་པར་བྱེད་ལ་གླང་པོའི་སྟོབས་ལྡན་པ། ཕྱོགས་ཀྱི་གླང་པོའི་གཞུང་ཀུན་ལས་བཏུས་པ་བདག་ཉིད་ཀྱིས་ནི་བརྗོད་པ་ལ་བརྟེན་ནས་ཤིས་པའི་དགེ་ནས་གཙུག་ལག་ཁང་གནས་སུ་རྒྱ་གར་མཁན་པོ་སྲིད་ཀྱི་གོ་ཆ་དང། སྒྲ་བསྒྱུར་ལོ་ཙཱ་དད་པའི་ཤེས་རབ་ཀྱིས་བསྒྱུར་ཅིག་ཞུས་ཏེ་སྟན་ལ་བབས་པ་ཡིན། ཆད་མེ་ཆད་དེ་དང། སྟོན་ཁ་སང་དང་རྩ་བ། མེ་ཆད་དེ་དང། དེ་གཉིས་བསྒྱུར་མཁན་གཅིག་པ་ཡིན་པས། བསྒྱུར་བྱང་ལ་སོགས་པ་དེ་གཅིག་པ་རེད། འོ་ད་འདི་འདྲའི་ཆེད་ནས་གང་ལྟར་དེ་གའི་བསྟན་འགྱུར་གྱི་དཀར་ཆག་ནག་རོ་ལས་ཨེ་ནི་ཚད་མ་དེ་བས་རང་འགྲེལ་དང་དང་དཔེ་འགྲེལ་དང་སྲིད་ཀྱི་གོ་ཆ་དང་མདོ་རྩ་བ། ཨེ་ནི་དད་པ་ཤེས་རབ་འགྱུར་བ་ཡིན་ཞེས་གསུངས་ཤ་སྟག་འདི་དེ་གའི་དང་ཅོ་ནེ་དང་སྣར་ཐང་དང་དཔེ་ཆེན་གྱི་བསྟན་འགྱུར་བ་མའི་ད་ལྟ་དཀར་ཆག་དོན་ཚན་དོར་ལ་ཨེ་ནི་ཚན་འགྱུར་དང་དེ་འདྲས་ད་བཀོད་པ་དང་མ་གཏོགས་ག་ད་གླེགས་བམ་རང་ལ་ཡང་དེ་འདྲས་ཀྱི་ཆུ་ཚད་གཅིག་མ་གཏོགས་ཡོད་མ་རེད་གཅིག་པ་རེད།

ཁོང་ལ་བྱིས་པའི་མཚན་མ་ཀུན་ལས་བརྟོལ་བ་རྩ་བ་དང་བྲལ་བའོ། དེ་གཉིས་ནི་གཅིག་ཆགས་བསྡད་ཡོད་རེད། དེ་ཡིན་དུས་ད་ག་འདྲ་འགྱུར་མཁན་མ་འདྲ་ཁག་གཉིས་ཆགས་བསྡད་འགྱུར་གི་བ་མ་ལས་ཤོར་མ་ཤོར་ཐང་ནས་ཁག་གཉིས་ཆགས་པ་སུ་ཡིན་མ་གཏོགས་ཡོངས་གྲགས་ང་སློབ་དཔོན་མཆོག་གི་དང་པོ་རང་ཉིད་བརྩེ་བའི་མཚན་མ་ཀུན་ལས་བརྟོལ་བའི་རྩ་བ་དང་བྲལ་བ་དེ་རེད་ཆགས་བསྡད་ཡོད་ད་ག་ཚོད་བསྡད་འགྱུར་ནང་ལ་ཁག་གཉིས་གཉིས་འཁོད་བསྡད་ཡོད་རེད། དེ་ལྟར་འདྲིས་པ་དེའི་ལེགས་སྦྱར་གྱི་མ་ག་དའི་གོང་ཆུང་ནི་ཅི་རེད་སྐྱ་བསོའི་ངོ་ལ་ཞུགས་ཡོད་པ་འོ་ད་དེའི་གཅིག་རེད་དེ་ནས་ད་བོད་སྐད་ལ་འགྱུར་རེ་ནོར་ནས་བྲིས་པའི་སྨད་ཆ་དེ་པི་ཅིན་བསྟན་འགྱུར་དེ་ནས་གནའ་ཐང་བསྟན་འགྱུར་གསུམ་པ་དེ་ལ་བསྟན་འགྱུར་པི་ཏུ་མ་བྱས་ཁག་གསུམ་ནང་ལ་ཞུགས་བྱ་ཡིན་མི་རེད་ཅུང་ཟད་འདི་དེ་གི་བསྟན་འགྱུར་དང་བཙོན་རའི་བསྟན་འགྱུར་གཉིས་ནང་ལ་ཞུགས་མི་འདུག་དེ་ཡིན་དུས་ཡང་བྲིས་པའི་སྡེར་ཆ་ལ་མེ་ཅིན་ར་ལ་བསྟན་འགྱུར་པ་མ་ག་ལ་ཞུགས་མ་ཞུགས་ཀྱི་ཁྱད་པར་མང་ཉུང་གྱེས་པ་ཅིག་མི་འདུག། ད་དེ་ནི་མ། ཡོངས་གྲགས་གཅིག་པ་རེད་ད། བསྟན་བཅོས་བཅུ་བཞི་པ་འདི་ཚད་མ་པོས་སྤྱད་རམ་སྤྱད་ན་རོལ་ལ་རྒྱ་གར་སྐད་དུ་ཨ་ལམ། བར་ན། པ་ལ་རག་ཤི་དང་ཀ་ཚ་རག་ཤི། བོད་སྐད་ལས་དམིགས་པ་བཏགས་པ་གསལ་དེ་རེད་སློབ་པའི་ཕྱོགས་ཀྱི་ལམ་གྱི་བརྩེ་བ་བཅས་དེའི་གཞུང་དངོས་ཀྱི། ཨ་ནི། འཇུག་གི་མཐའ་དེ་ལ་ཡང་ཨ་ནི་འགྱུར་བྱང་དེ་དམིགས་བསལ་གསལ་ཡོད་མ་རེད། དེ་ནས་འདི་དེ་གི་བསྟན་འགྱུར་གྱི་དཀར་ཆག་ལ།

དེ་ནས་མིག་པོ་ལྟ་བུ་འདིའི་ལེགས་སྦྱར་གྱི་མ་དཔེ་དེ་སྐྱ་སོའི་ངོ་ལ་ད་ལྟ་ཆེས་ཞལ་ཙམ་གྱིས་བཞུགས་ཡོད་རེད་དེ་ནས་ད་རྒྱ་ནག་གི་སྐད་ལ་བསྒྱུར་ནས་བསྟན་ཅིག་དེ་རྒྱ་ནག་སྐད་ལ་བཞུགས་ཤག་ད་བོད་སྐད་ལ་བསྒྱུར་རེ་ནམ་ནས་དེ་གི་བསྟན་བསྒྱུར་པེ་ཅིན་བསྟན་བསྒྱུར་གནའ་ཐང་བསྟན་བསྒྱུར་ཅོ་ནེ་བསྟན་བསྒྱུར་བསྟན་བསྒྱུར་བེ་དུ་མ་བྱས་བོད་སྐད་ཀྱི་བསྟན་བསྒྱུར་པར་མ་ཁག་བཞི་ཅག་ད་སྔ་ཚན་ནང་ལ་བཞུགས་ཡོད་རེད་དེ་ནས་ཕྱི་ཟླ་བཅོ་ལྔ་པ་དེའི་མཚན་མ་པོད་བཅར་རམ་ཅི་ནང་ལ་རྒྱ་གར་སྐད་དུ་ཨ་ལམ་བྷ་ན་ཨ་ནས་པ་རི་ཁྱ་པའི་དེ་བུ་ག་ལས་དམིགས་པ་བརྟགས་པའི་འགྲེལ་པ། ཨ་ནི་སློབ་པའི་ཕྱོགས་ལམ་གྱི་མཛད་པ་བྱ། དེའི་གཞུང་དངོས་ཀྱི་འཇུག་ལ་ཡང་ཨ་ནི་ཡང་འགྱུར་ཆའང་གསལ་མི་འདུག་ཡིན་པ་ཡིན་ནས། སྡེ་དགེ་བསྟན་འགྱུར་གྱི་དཀར་ཆག་བལྟས་པ་ཡིན་ན་འགྱུར་ཆ་གསལ་ཡོད་རེད་སྡེ་དགེ་བསྟན་འགྱུར་གྱི་དཀར་ཆག་གི། ཁུངས་འདི་གཞན་དག་གཅིག་པ་རེད་ད་ཤོག་གྲངས་དེ། སུམ་བརྒྱ་བརྒྱད་ཅུ་གྱ་བཞིའི་ནང་ལོ་ལ། ཨ་ནི་དཔལ་འབྲི་ལ་ཆེན་པོ་ཤན་ཏཱ་ཀ་ར་ཀུབ་ཏའི་ཞལ་སྔ་ནས་དར་བའི་བོད་ཀྱི་ལོ་ཙཱ་བ། ཨ་ནི་དགེ་སློང་ཚུར་རེ་འགྱེལ་བའི་རྒྱུ་རེ་ཡིན་ཅེས་གསལ་ཡོད་རེད་ད་དེ་ནས་འདིའི་ལེགས་སྦྱར་གྱི་མ་བོས་ལེགས་སྦྱར་གྱི་མ་བོས་འདིའི་ཐད་ལ་བསྐྱར་གསོའི་ངོ་ལ་ཆ་ཤས་ཞུགས་པ་དེ་བྱས་རེད། ད་བུ་ག་ལ་རྒྱུ་རེ་ན་ལོ་ནས་དེ་གི་བསྟན་རྒྱུ་བྱས་དེ་ནས་པེ་ཅིན། གསུམ་པ་དེ་ལ་ན་ཐང་བཞི་པ་དེ་ལ་ཅོ་ནེ་ལྔ་པ་དེ་ལ་ཨ་ནི་བསྟན་རྒྱུ་པི་ཏོ་མ་བྱས་ཁག་ལྔ་ཆ་ན་ལ་ཞུགས་ཡོད་རེད། ད་བྱེད་ཚན་བཅུ་དྲུག་པ་འདི་ལ་ཚད་མ་པོད་ཅར་རམ་ཅིག་ན་ལོ་ལ་རྒྱ་ར་ཀས་ཏུ་ནི་ཏྲི་ཀ་ལ་པ་རི་ཁྱ་ནང་མ་པུ་ཀ་ལ་ནི་དུས་གསུམ་དག་པ་ཞེས་བྱ་བ་གསལ་ཏེ་རེ་ལོ་པའི་ཕྱོགས་ན་བཙས་པ་བྱས། དེའི་ད་ནི་པན་ཏི་ཏཱ་ཆེན་པོ་ནི་ཤ་ད་ཀ་ར་ཀུབ་ཏའི་ཞལ་སྔ་ནས་དང་བོད་ཀྱི་ད་ནི་ཀ་ཉི་མ་བའི་ལོ་ཙཱ་བ་དགེ་སློང་ཚུལ་རིམ་རྒྱལ་བའི་རེག་བྱ་ནས་བསྒྱུར། དེའི་བསྟན་བྱ་གཅིག་རེད་དེའི་ལེགས་སྦྱར་གྱི་མ་དཔེ་དེ་ཞུ་མི་འདུག་ཉམས་ཚར་བ་རེད་ད་བུ་ག་རེ་བསྐྱུར་རེ་ན་རོ་ནས་དེ་གི་བསྟན་འགྱུར་དཔེ་ཅི་བསྟན་འགྱུར་ཨ་ནི་ན་དང་ཅོ་ནི་བསྟན་འགྱུར་དཔེ་བསྡུར་མ་བྱས་ཁ་སྔ་ཆ་ན་ལ་ཞུགས་ཤག་དེ་ནས་བཅུ་བདུན་པ་འདི་ལ་ཚད་མ་པོད་ཅར་བྱས་ན་ར་ལ་རྒྱ་ར་སྐད་དུ་ན་ཡ་པ་བེ་ཤ་ན་མ་ཨ་ནི་པ་མ་ནི་པ་ཀ་ར་ནི་བུ་ག་རེ་ཚད་མ་རིག་པར་འཇུག་པའི་སྒོ་ཞེས་བྱ་བའི་རབ་ཏུ་བྱེད་པ་ཟེར་ད་ཚད་མ་རིག་པ་ལ་འཇུག་པ་དང་རིག་སྒོའི་སྐོར་དེ་ཁ་སང་ནམ་ཐག་གི་བཅུ་དེ་ལ་ཞིབ་ཕྲ་ངོ་སྤྲོད་ཞུས་པ་རེད། དེ་ཡང་བསྟན་བཅོས་ངོས་ཚོ་འགྲོས་དུ་བྲིས་ཙམ་གྱིས་རེད། འོ་ད་དེ་ཡིས་ད་ག་དེ་དེ་གི་བསྟན་འགྱུར་གྱི་དཀར་ཆག་ལ་སྲིད་པ་ཡིན་ན་དེ་གི་བསྟན་འགྱུར་གྱི་དཀར་ཆག་དེ་གཞན་ལ་གཅིག་པ་རེད་ཤོག་གྲངས་དེ་སུམ་བརྒྱ་བརྒྱ་ཅུ་གྱ་བཞི་ན་ལོག་ལ་ཨེ་དེ་གསུངས་བཞག་དེ་ད་ལྟ་རིག་པ་ལ་འཇུག་པའི་སྒོ་གསལ་བཞག་ཡང་རྫས་ཆང་གི་ནང་ལ་བལྟས་པ་ཡིན་ན་རིག་པར་འཇུག་པའི་སྒོ།

ཨ་ནི་བསྟན་འགྱུར་དཔེ་བསྡུར་མ་བྱས་ཁག་གསུམ་ནང་ལ་ཞུགས་བཞག་དེས་ན་གཞན་གྱི་དང། ད་ལྡེ་ཀི་བསྟན་འགྱུར་གྱི་དཀར་ཆག་ཟེར་བ་ཡིན་ན་ལྡེ་ཀི་བསྟན་འགྱུར་གྱི་དཀར་ཆག་དེའི་ཁུངས་དེ་གཞན་དག་གཅིག་པ་བྱས་ད། ཉེ་དུ་རྒྱལ་ལོའི་དང་བོད་ཆུ་ཤེས་རིག་པ་ཁག་གི་དེབ་གཟུགས་ཀྱི་ཤོག་གྲངས་སུམ་བརྒྱ་བརྒྱད་ཅུ། ཁྱབ་ཤིང་ནག་ལོ་ལ། ཡིན་པས་ནས་འདི་གསུངས་བཞག་བསྟན་འགྱུར་དཔེ་བསྡུར་མ་ཞེས་བྱ་བྱས་པ་ཡིན་ན་ད། ཨ་ནི་ལྡེ་ཀི་དང་ཅོ་ནེ་བསྟན་འགྱུར་གཉིས་ནང་ལ་གསལ་ཡོད་མ་རེད། རིགས་ལྡན་རྒྱུད་ཀྱི་དཀར་ཆག་ཁོ་རང་བྱས་པ་ཡིན་ན་མཚན་བྱང་ལ་སོགས་པ་ཡོད་པ་ཡིན་ན་དེ། དཔེ་དེ་དཔེ་ཅན་ལ་ཡང་མི་འདུག་ཟེར་གསུངས་ཤག་ཡིན་ན་བསྟན་རྒྱུད་དཔེ་དུམ་ལ་བཞེད་ཅེས་པ་ཡིན་ན་དེ་གི་དང། ཆོས་ནི་བསྟན་རྒྱུད་གཉིས་ལ་གསལ་བ་ཨོ་ད་དེ་རེད། དེ་ནས་ཕྱི་ཚན་བཅོ་བརྒྱད་པ་དེ། ཚད་མ་པོད་བཅར་མི་བྱེད་ན་ལོ་ལ། ནི་རྒྱ་གར་སྐད་དུ་ཁ་སིང་ང་ཚོར་དབྱིན་མིང་ཞི་ཅིང་ལིས་ལིན་ཟེར་དེ་རེད། བོད་སྐད་ལ། ཚད་མའི་བསྟན་བཅོས་རིག་པ་ལ་ཞུགས་པའི་སྐོར་ཞེས་བྱ་བ་ཟེར་ད་དེ་རྒྱུད་ང་ཚོ་མང་ཆེ། ཚད་བཀའ་འགྱུར་དང་བདེ་འགྱུར་ག་རེ་ཡིན་ན་རྒྱ་གར་སྐད་དུ་ཚད་གསར་བཙུགས་བྱས་ཡ་བརྒྱ་ཆ་དགུ་བཅུ་གོ་དགོས་རེད་ད་དེ་ནི་རྒྱ་ཆ་གཅིག་མེད་ཅིག་རྒྱ་ནག་སྐད་ནས་བསྒྱུར་ཡོང་བ་ཡིན་ད་དེའི་བསྟན་བྱའི་དེའི་སྐད་དེ་རེད་ཡ་ནི་རྒྱའི་སྐད་དུ་ཚད་བར་ད་རྒྱའི་སྐད་དུ་ཚད་དེ་རྒྱ་ནག་གི་སྐད་དུ་ཚིག་ཡོད་རེད་ང་ཚོ་རྒྱ་གར་དང་རྒྱ་ནག་ཚད་གི་དེ་གཉིས་ཀྱི་ཡ་ནི་ཐ་སྙད་བེད་སྤྱོད་བྱེད་སྟངས་ལ་སྔས་མ་གི་ད་བསྟན་བཅོས་ཁ་བཏང་དུ་ལ་ལྟས་ཚེ་མང་དྲག་གི་ཁྱད་པར་ཅིག་ཡོད་རེད་ག་ཡིན་ཟེར་ན་རྒྱ་གར་ཚད་དེ་ལ། ར་ག་ད་ག་ཡི་རྒྱ་ག་ར་གར་ཆ་ཚང་བྲི་ཡག་རེད་རྒྱ་ནག་འདི་ལ་ར་ག་ད་ག་ཡི་རྒྱ་ནག་ག་ནང་མ་བྲི་བ་བྱས་ར་ག་ད་ག་ཡི་རྒྱ་འདྲེ་འདྲ་བྲིས་ནས་རྒྱའི་སྐད་དུ་ཟབ་ཡུལ་འདི་རྒྱའི་སྐད་དེ་རྒྱ་ག་ན་གཉིས་ནང་ནས་རྒྱ་ནག་སྐད་ལ་གུག་ཡོག་རེད། འོ་དེ་རེད་ད་ག་ད་བསྟན་བཅོས་ཚད་མེད་དེ་རིག་པར་འཇུག་པའི་སྒོ་དེ་སློབ་པའི་ཕྱོགས་ཀྱི་ལམ་གྱི་བརྩེ་བ་ཅན་དེ་ལས་ཡག་གི་ཟིག་ང་མ་ང་རུང་ངུ་དུ་ཞུ་བ་ན་གཞི་རེད་སྔ་འགྱུར་དང་བར་འགྱུར་དང་ཕྱི་འགྱུར་བཅས་འགྱུར་ལྔ་སྤྱི་ཕར་གསུམ་བྱུང་ཡོག་རེད་ད་ཐོག་མ་རྒྱ་ག་སྐད་ནས་རྒྱ་ནག་སྐད་ལ་འགྱུར་མཁན་དེ་ཐང་སེ་ལང་མས་འགྱུར་གནང་བ་རེད་དེ་ནས་བར། དེ་ལས་ཨ་ནི་རྒྱ་ནག་གི་དགེ་བཤེས་དང་ད་སིང་ཁྱང་ཆུའི་ཟས་དེ་དག་བོད་ཀྱི་ཨ་ནི་དགེ་བའི་བཤེས་གཉེན་དང་ད་ཏུན་ཞོན་གྱིས་དེ་རྒྱ་ནག་གི་སྐེ་ནས་ཕུད་ཁེར་འཚོལ་རྒྱུ་རེད། ད་དེ་ནས་དེའི་རྗེས་ལས་ཕྱི་འགྱུར་དེ་དག་ཕྱིས་ཀྱི་ད་ཤི་ལྷ་འདྲེ་ཡོད་པ་མ་རྒྱལ་བའི་ནང་ནས་རབ་ཏུ་བྱུང་བའི་རྒྱ་ནག་གི་ད་ལྷ་བཙུན་ཆོས་ཀྱི་རིན་ཆེན་གྱི་ཨ་ནི་པ་འདྲེ་ས་སྐྱེས་པའི་གཙུག་ལག་ཁང་ལས་ཨ་ནི་རྒྱ་ནག་གི་ཡི་གེ་དང་ཨ་ནི་བོད་ཀྱི་དཔེ་གཉིས་པོ་དེ་ཚུར་ལེགས་པར་བཏུགས་བྱས་ཨ་ནི་བསྐྱར་དུ་བསྒྱུར་བཅོས་དང་ཨ་ནི། ཁ་ཚུར་ལ་དག་བཅོས་ར་བྱས་པ་གཅིག་བྱས་རྗེས་ཁག་བསྒྱུར་དེ་ལ་སྔ་ཕྱི་བར་གསུམ་བྱུང་ཡོད་རེད། ད་དེ་ནས་རྒྱ་ནག་གི་སྐད་ལ་ཡང་དཔེ་དེ་ལ་རྒྱ་ནག་གི་ཡིག་རང་ལ་ཡང་མ་དཔེ་དེ་ལ་ནི་རིག་པ་ལ་འཇུག་པ་བྱས་གསལ་ཡོད་རེད། དེང་སང་ང་ཚོས་བོད་པའི་ཁྲོད་ལས་ཡོངས་གྲགས་རིག་པའི་སྒོ་ཚད་མ་རེད་གོ། བཤད་བྱའི་ཡོངས་གྲགས་རབ་ཆགས་བསྡད་ཡོད་རེད། ད་དེ་ནས་སྡེ་དགེ་བསྟན་འགྱུར་གྱི་དཀར་ཆག་ནང་ལ་བལྟས་པ་ཡིན་ན་སྡེ་དགེ་བསྟན་འགྱུར་གྱི་དཀར་ཆག་གི་སྐོང་འདིའི་ཐད་ན། བོད་ཆུ་བཞི་རི་སྤར་ཁ་ནས་ཉི་ཟླ་བརྒྱད་ལོ་ལ་པར་རིས་ཞུས་པའི་དེབ་གཟུགས་ཀྱི་ཤོག་གྲངས་སུམ་བརྒྱ་བརྒྱད་བརྒྱ་བཞི་ནང་ལོགས་ལ། ཨེ་ནི་འདི་ད་ལྟ་རིག་པའི་སྐོར་དང་ཨེ་ནི་གཅིག་ཏུ་འདོད་པ་ཡིན་ན་འཐད་ཀྱི་མ་རེད། འདིའི་ཡིག་ཆུང་ནང་ལ་ག་རེ་རྒྱུ་མཚན་བཀོད་རེད་ལབ་པ་ཡིན་ན། ཨེ་ནི། རིག་པའི། རིག་པའི་སྐོར་འམ་རེ་སྐོར་འདི་ལ་ཡང་ཨེ་ནི་རྒྱ་གར་སྐད་ལ། Nayamukha། བྱས་བྱས།

དེ་ལས་བསྟན་བཅོས་འདིའི་ལེགས་སྦྱར་གྱི་མ་དཔེ་ཞུགས་ཡོད་མ་རེད་ཡིན་པས་ནི་རེ་སྒུག་འདི་རྒྱ་ནག་གི་སྐད་ལ་བསྒྱུར་ནས་རྒྱ་ནག་གི་བསྟན་འགྱུར་ནང་ལ་ཞུགས་ཡོད་རེད་ད་དེ་ནས་ག་བཤད་ཀི་ད་ལྟ་སློབ་དཔོན་ཕྱོགས་གླང་གིས་སྔོན་ལ་ཡང་ད་ལྟའི་རེ་སྒུག་དང་དོ་ཚིགས་ཡོད་པ་དེ་འདྲའི་གསུང་མཁན་ག་བཤད་བྱོས་རེད་ག་བཤད་ཀི་ཚད་མ་ཀུན་བཏུས་དང་རེ་སྒུག་གཉིས་བརྩམས་སྔ་ཕྱིའི་ཐོག་ནས་ཆ་བཞག་པ་ཡིན་ན་ག་བཤད་ཀི་ཚད་མ་ཀུན་བཏུས་ལས་ནི་རེ་སྒུག་འདི་བརྩམས་སྔ་རེད་ཀུན་བཏུས་ཀྱི་སྔོན་ད་ལ་ཡང་བཙལ་བ་རེད་ཟེར་གསུང་དགོས་རེད་ག་ཡིན་ཟེར་ན་ཀུན་བཏུས་ནང་རོལ་ལ་དེའི་སྔོན་ལ་ཡོད་པ་དེ་བསད་ཡོང་གི་ཡོད་པ་དེའི་རྒྱུ་མཚན་དེ་རེད། དེ་ནས་ང་ཚོས་ད་ལྟ་གུང་ལོ་ཙཱ་གོམ་པ་རྒྱག་པར་མཛད་པའི་རྒྱ་ནག་ཆོས་འབྱུང་ད་གུང་ལོ་ཙཱ་བ་དེ་སྤྱི་ལོའི་དུས་རབས་བཅོ་བརྒྱད་པའི་ནང་ལ་བྱོན་པའི་བོད་ཀྱི་མཁས་པ་ཅིག་རེད་ཁོང་གིས་མཛད་པའི་ད་ལྟ་རྒྱ་ནག་ལ་ཡང་ནང་ཆོས་གྲྭ་ཚུགས་དགོས་ཀྱི་རྒྱ་ནག་ཆོས་འབྱུང་ཟེར་དེའི་ནང་ལོ་ལ་ཙཱ་རྒྱ་ནག་ཆོས་འབྱུང་གི་ཁུངས་དེ་ཟི་ཁྲོན་མི་རིགས་དཔེ་སྐྲུན་ཁང་ནས་བརྒྱ་བརྒྱ་གསུམ་ལོ་ལ་པར་རིས་ཞུས་པའི་དེབ་གཟུགས་ཀྱི་ཤོག་གྲངས་ཉིས་བརྒྱ་བཞི་བཅུ་ཞེ་གཉིས་ཀྱི་ནང་ལོ་ལ་ནི་སློབ་དཔོན་མཆོག་གི་ལམ་གྱིས་མཛད་པའི་ཚད་མ་དགུ་གཉིས་ཞེས་གསུངས་ཤག། ཨའི་མཚན་མ་སྒྲ་དེས་མ་སྒྲ་བྱེད་པ་ལ་མཚན་མ་གོ་གཉིས་ང་ཚོ་རེ་སྐུ་རིག་པ་ལ་འཇུག་པ་གོ་གཉིས་ཟེར་ཏེ་མ་སྒྲ་ཡོང་གི་འདུག་འོ་དེ་འདྲ་བྱས་ནས་གང་ན་ལེགས་སྐྱག་གི་སྐད་ནས་ཨ་ནི་བུ་ག་ར་སུ་བསྒྱུར་ར་དང་རྒྱ་ན་རྒྱ་སྐད་ནས་བུ་ག་ར་བསྒྱུར་ར་དེ་གཉིས་མི་འདྲ་བ་སོ་སོ་ལ་ཡང་ཡོད་པ་འོ་ད་དེའི་སྐོར་དེ་གསལ་ཡོད་རེད།

བསྟན་འགྱུར་རྣམས་བཅས་བྱ་བ་ཡིན། དང་པོ་དེ་ལས་བདེ་སྐྱིད་བསྟན་འགྱུར་བྱ། གཉིས་པ་དེ་ལས་པེ་ཅིན་གསུམ་པ་དེ་ལས་གནའ་ཐང་བཞི་པ་དེ་ལས་ཅོ་ནེ་ལྔ་བ་དེ་ལས་བསྟན་འགྱུར་པི་ཏུ་མ་བཅས་བྱས་བསྟན་འགྱུར་པར་མ་ཁག་ལྔ་ཆ་ནོར་ལ། ཚད་མ་རིག་པར་འཇུག་པའམ་རིག་པ་འདིའི་ཤུགས་ཡོད་རེད། ད་དེ་གཉིས་གཅིག་དང་ཐ་དད་ག་ཡིན་ནའི་ག་ད་བུ་ག་ལས་གཅིག་མ་གཏོགས་ཡོད་མ་རེད། ད་དེ་ནས་ཆུ་ཚན་བཅུ་དགུ་པ་འདིས་ཚད་མ་པོད་བཅས་རམ་བཅས་ན་ལོ་ལ་རྒྱག་ར་སྐད་དུ་ཧིག་ཏུ་ཙ་སྒྲ།

སློབ་དཔོན་མཆོག་གི་གླང་པོས་བཙལ་བའི། ཨ་ནི་བསྟན་བཅོས་ངོ་སྤྲོད་ཀྱི་རྩ་བའི་ས་བཅད། ཁ་སུ་ར་ཏཱི། ཁ་བ་ཏི་རེ་རེ་ཁ་བ་ཏི་རེ་ཨ་སློབ་དཔོན་མཆོག་གི་གླང་པོས་ཨ་ནི་གསུང་གི་མཚན་བྱང་ག་རེ་ག་རེ་ཡིན་མིན་དེའི་ཆ་ཨ་ནི་ཁ་བ་ཏི་རེ་ཨ། མཛད་པ་པའི་མཚན་ག་རེ་ག་རེ་གསལ་ཡོད་མེད་བསྒྱུར་བྱའི་སྐད་ཡིག་ག་ནས་བསྒྱུར་ཡོད་མིན་ཨ་ནི་ང་བ་ཏི་རེ་ཨ་བསྒྱུར་གཞི་བསྟན་པའི་ནང་གི་ཨ་ནི་རྒྱ་གར་དང་ཁ་ཆེ་དང་བྷེ་བྷ་ལ་དང་རྒྱ་ནག་གི་ལོ་ཙཱ་བ་དང་དཔེ་འདི་ལ་སོ་སོར་ཡོད་མིན་ཨ་ནི། ལྕགས་བ་ཏི་རེ་ཨ། སློབ་དཔོན་མཆོག་གིས་བླ་འབུལ་བསྩལ་བའི་བསྟན་བཅོས་དོན་དུ་རྒྱ་ནག་དང་ལེགས་སྦྱར་ལ་སོགས་པ་དུ་དུ་ནས་བསྒྱུར་རྒྱུ་ཡོད་པའི་གསུང་ལྷག་མ་གར་གར་ཡོད་མེད། སློབ་དཔོན་མཆོག་གིས་བླ་འབུལ་བསྩལ་བའི་བསྟན་བཅོས་ནས་བསྒྱུར་ཟིན་པ་དང། ཡང་བསྟན་བཅོས་མཚན་ཉིད་ཀྱི་ཡོད་པས་ནི་བསྟན་བཅོས་དངོས་མ་རྙེད་པ་ཆེ། ནས་མ་བི་ད་ཙཱ་ལ་གསུངས་ཟིན་པ་དང་མ་རྙེད་པའི་རིགས་གར་གར་ཡོད་མེད་ལ་སོགས་པ་འོ་ད་དེའི་ལྷག་མ་དོན་དུ་གསང་སྙིང་ངོ་སྤྲོད་ཞུ་གི་ཡིན་གསང་སྙིང་ངོ་སྤྲོད་ཞུས་པ་ནི་བ་ཅི་ཆ་ཚང་ཞིག་གྲུབ་འགྲོ་གི་རེད་ལ་སོགས་ཡང་དུ་འགོད་དེ་གསང་སྦྱོང་ཞུ་གི་ཡིན།